ཁོ་རང་ས་ཆ་དེ་འདྲའི་ཆེན་པོ་དེ་འདྲ་མི་དགོས་པ། སོ་སོ་གི་ཆེ་ཆུང་ལ་ཤོང་ཐུབ་པའི་ཐང་དེ་འདྲ་ཡོད་ན། ནི་ཁོ་རང་སོ་སོས་ཡ་ཕུ་ཡ་དང། ཡ་ཕུར་ཡ་དང་ནི་མར་བབས་ཐུབ་ཀི་རེད། དེ་ནི་ངའི་མཐའ་སྣེ་འདིའི་བྱང་ཡིན། ཐད་ཕུར་ནམ་གྲུ། སྦྲ་རམ་ནས་ལེན་པའི་དཔེ་བརྗོད་ཅིག། བལ་ཡུལ་ནང་གི་ས་ཡོམ་གྱིས་གནོད་ཐེབས་ས་ཁུལ་ལ་རོགས་སྐྱོར་ལས་དོན་དཔེར་བཞིན་པའི་ཨ་རིའི་ཐད་ཕུར་གནམ་གྲུ་ཞིག་བོར་རག་སོང་བ། དཔེ་བརྗོད་བཞིན་པ་དེ་ཆུ་ལོག་སྟེ་མཐོ་རུ་ཕྱིན་པ་དང་གྲགས་པ་དེ་དགོན་པའི་བརྙན་འཕྲིན་ཡོང་སའི་མཁར་བ་དེ་འཐམ་ནས་ཡོད་སྐབས། ཐད་ཕུར་གནམ་གྲུ་ཞིག་སླེབས་ཏེ་སྐས་བརྩེགས་བཞི་མར་གློད་བཞིན་ཁོང་ཚོས་རྒྱང་གྲགས་ཡོ་བྱད་བརྒྱུད་དེ། སྐུ་ཞབས་ལ་སོན་དང། ཁྱོད་ཀྱིས་རང་གི་དད་པ་དག་ཕུད་ཕུད་བྱས་སོང། བདག་སྐས་བརྩེགས་ལ་བྱུས་དང་ང་ཚོས་ཡར་འཐེན་ཆོག་ཅེས་སྐད་བརྒྱབ། དཔེ་ཆ་གཞན་པ་སྟེ། ཨ་མེ་རི་ཀའི་དམག་མིས་ཐེ་ཕུར་གནམ་གྲུ་ཞིག་གནམ་ཐོག་ཏུ་འཕུར་བཞིན་པའི་སྐབས། གློག་གི་ཉེན་བརྡ་ཐོས་ནས། སྐབས་འཕྲལ་ཉི་ཧོང་གི་ཨོ་ཁི་ན་བ། མཚོ་རིན་མགྲོན་ཁང་གི་ཐང་ཐོག་ཏུ་རྫ་ར་གིས་བབས་དགོས་བྱུང་ཡོད། པོད་བཅུ་བཞི་པ་སྟེ། རྒྱ་གར་གཞུང་གིས་ར་ཤི་ཡའི་ས་ནས་ཨ་སྒོར་ཐེ་བོང་གཅིག་དང་དུང་སྒྱུར་གཅིག་གནས་པའི། MI seventeen V five རྟགས་ཅན་གྱི་ཐེ་ཕུར་གནམ་གྲུ་བཞི་བཅུ་ཞེ་བརྒྱད་ནུས་རྒྱུའི་ཐག་གཅོད་བྱས་ཡོད་པ་དང། ཐག་གཅོད་དེ་ནི་རྒྱལ་སྲུང་བློན་ཆེན། མ་ནོ་ཧར་པ་རིགས་གར་གྱི་དབུ་ཁྲིད་པས་རྒྱ་གར་གྱི་རྒྱལ་སྲུང་མཁོ་བཅས་ཉོ་སྒྲུབ་ལས་དོན་ཁང་གི་གཟའ་འཁོར་སྔོན་མ་བྱས་པ་ཞིག་ཡིན་པ་རེད། ངས་སོ་སོ་བཟོས་པའི་དཔེ་བརྗོད་དེ། ང་གཞོན་ནུའི་སྐབས་སུ་མི་སྤྱི་པུས་རིའི་མཐོ་པོ་རྩེད་ཀར་ཕྱིན་མྱོང་ཡོད། དེ་དུས་ང་ལ་རི་རྩེད་པའི་ཉམས་མྱོང་གང་ཡང་མེད་ཙང་ཡིད་གཟབ་མ་བྱས་པར་གཡང་ས་ནས་འོག་ལ་ཡོད་པའི་རྫིང་བུའི་ནང་ལ་མར་བསགས་ནས་རྐང་པ་ཆག་པ་རེད། རྟ་ལེགས་པ་ཞིག་ལ་ངའི་ཁ་པར་བརྒྱུད་ནས་མྱུར་སྐྱོག་ཚིམ་པ་དང་འབྲེལ་བ་བྱེད་ཐུབ་སོང། མཐའ་མར་ཁོང་ཚོས་ཐད་འཕུར་གནམ་གྲུ་ཞིག་བཏང་ནས་ང་ལ་བསྐྱབས་པ་རེད། འདི་དངོས་ཡོད་གནས་ཚུལ་མ་རེད་ངས་འབྲོང་འདྲ་པོ་ཞིག་བཟོས་པ་རེད། ལགས་སོ་གལ་སྲིད་ནོར་འཁྲུལ་བསྒྲགས་ཤོར་བ་ཡིན་ན། འཛེམ་ཟོན་མ་བྱེད་པར་ང་ལ་ནོར་འཁྲུལ་བྱེད་རོགས། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།